དེ་དུས་ང་ཚོ་ག་འདྲ་ཞིག་འདོད་བར་སོང་ན་ཡང་བཅོས་བཅུག་ལས། རྐང་པ་བརྐྱངས་ཏེ་མི་ཐུབ་ཅིག་ལག་པ་ཉམས་པར་མི་ཉེ་བའོ། ང་ཚོ་ཁ་ལག་གང་ཞིག་ཟ་བར་སོང་ན་ཡང་བཅོས་བཅུག་ལས། འང། ཁ་བསྐང་བ་དང་འདྲ་ཞིག་ཁ་དང་སྣེ་ནས་ཟ་མི་བྱ།

མི་ཤེས་པ་རེད་བ་དེ་མ་རེད། འདི་དགྲ་བོའི་སློབ་སྦྱོང་དེ་ཤེས་པ་མ་རེད་བ། ད་དགྲ་བོའི་སློབ་སྦྱོང་ད་ཐབས་མཁས་པ་གཅིག་དགོས་རེད་དགྲ་བོའི་སློབ་སྦྱོང་ཟེར་བྱེད་སྟངས་ཡང་ཐབས་མཁས་པ་གཅིག་དགོས་རེད་བ། དཔེར་ན། དགྲ་བོའི་སློབ་སྦྱོང་གཙོ་བོ་དེ་ད་ནི་བྱེད་སྟངས་དེ་ཡང་ག་ནས་འོང་གི་འདུག་ཟེར་ན། དཔེར་ན་ང་ཚོའི་རྒྱུ་ང་ཚོའི་རྒྱུ་ས་ཚང་ང་ཚོའི་ས་ཚང་ན་དེ་ནི་དུག་གསུམ་ཡོད་རེད་བ་མ་རེད། ད་ང་ཚོའི་ས་གཙང་ཚོའི་མ་ལབ་རེད་བ། ང་ཚོའི་ནང་ནས་ཡང་སངས་རྒྱས་ཡིན་པ་ཡོད་སྲིད་གི་རེད། དེ་བ་ཁ་གི་རེད། ང་ལྟ་བུ་དཔེ་ཞབས་པ་ཡིན་ན་རེད་བ་ལ་དེ་ནས་ང་ལ་ང་ལ་དེ་ནས་དུག་གསུམ་ཅིག་ཡོད་རེད་བ། དེ་ལྟ་བུ་དེ་ནས་དུག་གསུམ་སྤངས་ནས་དགེ་བ་བསྒྲུབ་ཡ་དེ་དེ་ནས་དགྲ་བོའི་སློབ་སྦྱོང་བྱེད་སྟངས་ཐབས་མཁས་པ་ཅིག་རེད་བསམ་གྱི་འདུག།

ཤེས་ཡོན་གཉིས་པ་ལ་འབེབས་མང་པོ་བྱས་ལ་ཡག་པོ་རེད་རྗེས་སུ་ཡི་རང་ཞུ་བའི་ཡིན། ངས་དེ་བརྗོད་གཞི་དེ་ག་རེད་ཟེར་ན་ད་དེང་སང་གི་དུས་འདིར་སྐད་ཡིག་ཚང་མའི་ནང་དུ་དམ་པའི་ཆོས་དུ་གྱུར་ཡོད་ཀྱང་བོད་ཡིག་གི་དཀར་གསལ་ཀ་བོད་ཡིག་གི་ཀ་ལྟ་བུ་ལ་ཡང་དམིགས་བསལ་གྱི་དད་པ་བྱེད་པ་དེ་དེ་ནི

གལ་སྲིད་མི་དེ་ལ་ནི་སྤྱོད་པ་སྤྱོད་ལམ་གཙང་ངེ་མེད་པ་ཡིན་ན་མི་དེ་ལ་ནི་ཤེས་ཡོན་ག་ཚོད་མང་ག་ཚོད་ཆེ་བ་ནི་ཆེན་པོ་ཡོད་ན་རེད་སློབ་སྦྱོང་ག་ཚོད་ཡོད་ན་རེད་མཁས་པ་སྐད་གྲགས་ཆེན་པོ་ཞེ་བོ་ཡིན་ན་ཡང་ཇོ་རིན་པོ་ཧ་ལས་ཤིག་མེད་གསུངས་མ་ཟེར་ར་དེ་ཡི་ད་ནས་འགྲིག་མི་འདུག་དེ་ཡི་ངོ་ནས་འདི་སློབ་གསོ་ནི་ངོ་ནས་ང་རང་བློ་ལ་བབ་པ་ཞིག་བྱུང་ཟེར་ར་བྱས་ཙང་ནི་དེ་དང་དེ་ལ་སོགས་པ་ནི་སློབ་གསོ་དང་གོང་གི་ནི་ལུང་དཔེ་ལ་སོགས་པ་ལ་ལྟོས་དུས་ཙམ་པ་ལ། ཨ་ནི། ཀུན་སྤྱོད་བཟང་པོ་དེ། ཕྱོགས་གང་ནས་བལྟ་ན་ཡང། ཨ་ནི། གལ་ཆེན་པོ་ཡིན་པ་ཞིག་མཐོང་གི་འདུག། ཨ་ནི། དེ་ཡང་ནང་བཞིན་དང། ཀུན་སྤྱོད་དེ་གལ་ཆེན་པོ་ཡིན་ཟེར་བ་དེ་སྐབས་སུ་འདུག་ལ། ཨ་ནི། ཤེས་ཡོན་དེ་དག། གལ་ཆེན་པོ་མ་ཡིན་པ་ཡང་ལྟ་དགོས་ཀྱི་མ་རེད། ཤེས་ཡོན་དེ་ཡང་དགོས་ཀྱི་རེད་ནས་ཤེས་ཡོན་དེ་བྱང་མ་བྱང་སོ་སོ་ལ་རག་ལས་དགོས་པ་རེད། བྱས་ཙང། བྱང་མ་བྱང་དེ་སོ་སོ་རག་ལས་ན་མི་འགྲིག་ཟེར་ན། ཐུགས་རྗེ་ཆེ། ད་སློབ་གཉེར་བ་རྣམ་པ་སུ་ལ་དཔེ་བཤུ་བྱ་བའི་ནས་རོགས། དེ་ནས་ང་ཚོ་གིས་དེ་ནས་མ་འོངས་པ་ལ་སོ་སོ་གི་མི་ཚེ་དེ་ཡག་པོ་ཞིག་ཆགས་དགོས་ཀྱི་ཡོད་ན། དེ་ནས་ད་སོ་སོ་གིས་བསམ་བློ་བཏང་སྟངས་དང་ད་ལྟ་བསམ་བློ་བཏང་སྟངས་དང་སློབ་སྦྱོང་བྱེད་སྟངས་གཉིས་རག་རེད་ཀྱི་རོ། སྐྱིད་པོ་རེད་དམ། སྐྱིད་པོ་རེད་རེད་བ་དེ་ནས་དེ་ཡིན་དུས་དེ་ནས།

ཨ་ནི་དབུ་མ་པའི་གྲུབ་མཐའ་ཁས་ལེན་གྱི་འགྲོ་ཡ་ཟེར་ན་དབུ་མ་པའི་གྲུབ་མཐའ་ཡང་ཁས་ལེན་གྱི་འགྲོ། ད་ཨ་ནི་དབུ་མ་པའི་ཨ་ནི་སློབ་གཉེར་བྱས་ནས་ད་ད་སེམས་ལ་ཁེ་ཕན་འདྲ་ཅིག་ག་རེ་བྱུང་ཟེར་ཡ་ལ་དྲི་བ་ཞིག་སླེབས་པ་ཡིན་ན། དགོངས་པ། ཨ་ནི་དབུ་མ་པའི་གནས་བརྟག་སློབ་གཉེར་ཆེ་བའི་སྐོར་ད་འདི་ལ་སེམས་ལ་ཕན་པ་རེད་དོ་ཅེས་ཅུང་ཟད་ལ་ངས་ད་འདི་ནས་དྲི་བ་དེ་ཉིད་མང་པོ་བྱས་ནས་ཡོད་རེད་ད། ང་རང་གིས་ད་དམིགས་བསལ་གྱི་རྟེན་འབྲེལ་ད་ཁ་བསྡུར་གྱིས་ད་ལན་འདྲ་པོ་བྱས་ནས་འབབ་ཐུབ་མ་སོང་ད། དམིགས་བསལ་ད།

སེམས་ལ་ཞི་བདེ་ཡོང་ཡ་དང་དེ་འདྲས་མང་པོ་ཅིག་ཡོང་གི་ཡོད། འདི་ནས་གྱེས་ནས་སེམས་ཚོར་མང་པོ་ཞིག་ཡོང་གི་འདུག་ཡོད་རེད། ང་རང་ལྟ་བུ་ཆ་བཞག་པའི་ན་དང་ཁ་བདུག་དང་ནམ་རྒྱུན་ད་གཞུང་འདི་བ་ད་དགོང་མ་ཚུགས་དུས་སྐབས་སུ་ད་གཞུང་དཔེ་ལོ་བྱ་དུས་སུ་ཡར་མར་མ་བསྒྲིགས་ནས་ད་རྒན་ལགས་ཀྱིས་གང་གསུང་བ་དེ་སུ་སུ་ཡར་ནི་འོ་འདི་ལ་ནི་ག་ལོ།

དེ་འདྲ་ཡིན་ན་རེད་བ། ད་ད་སྐད་ཆེན་པོ་ཆགས་སྟངས་ནི་ག་རེ་རེད་ད་ང་ཚོ། ཨ་ནི་ང་ཚོ་ཅིག་ད་ལྟ་བར་དུ་དཀའ་ལས་རྒྱབ་རྒྱབ་རྒྱབ་ཆོས་བྱས་པ་ཡིན་ན་ཡང་རེད། ཨ་ནི་འཇིག་རྟེན་དཀྱུས་མ་ཅིག་ནས་མི་ཚེ་བསྐྱལ་བ་ཡིན་ན་ཡང་ག་རེ་བྱས་པ་ཡིན། མཐར་ཐུག་ཚང་མ་ལ་གཅིག་མཚུངས་ཀྱི་ག་རེ་ཟེར་ན་འཆི་བ་དེ་རེད།

དུག་ལྔ་འབའ་ཞིག་ལ་སྤྱོད་པའོ། ཧོ་དེ་འདྲའི་གཟུང་བ་རེད་ད་དེ་ལ་ང་ཚོ་དུག་ལྔ་འབའ་ཞིག་ལ་སྤྱོད་པ། ད་དེ་འདྲའི་དམྱལ་བ་དེ་ད་ང་ཚོ་སྐྱེ་དགོས་བ་རེད། ནི་ངོ་བོ་དེ་དེ་འདྲའི་དེ་འདྲའི་བཞིན་པར་བྱས་ད་གྱེས་པར་ཞུ་བ་ཡིན་ན། དུས་ཚོད་ཡིན་དོག་སྐར་མ་བཅུ་ན་ཚར་དགོས་བ་རེད། དེ་ནི་ངོ་བོ་དེ། ད་གཙོ་བོ་དམྱལ་བའི་དམྱལ་བ་སྐྱེས་པ་སྐྱེས་པ་ཡིན་ན་ག་རེ་བྱ་བ་ལ་ལུགས་སོ། དུག་ལྔ་ནི་ཚད་མེད་པ་རེད་ད་དེ་རིང་ངས་འདི་ཤེས་པ་ཡིན་ན་ཡང། དམར་བྱང་ནི་མ་བཏོན་བཞག་པ་ཡིན་ན་ཡང་ཕལ་ཆེར་ཁྱེད་ཚོ་ཡིད་ཆེས་པ་ཁོག་མ་རེད།

ཨ་ནི། མེ་མ་མོ་ན་རོ་ཉག་དང། སྤུ་གྲི་རྣམས་སུ་ཆུ་བོ་བཞིན། ཆུ་བུར་ཅན་སོགས་བྲག་ཉག་བརྒྱད་ཀྱིས་སོ། ད་དེ་འདྲའི་རིག་པ་ལྷག་བསམ་ཚང་བ་ཡོད་དོ། ད་དེ་འདྲའི་དམྱལ་བ་དེ། ག་རེ་ཅིང་སྐྱེ་དགོས་ལབ་པ་ཡིན་ན། ད་འདི་ཡིས། ད་ང་ཚོ། སྟོང་ར་ཉི་ཤུ་བ་ལ་འགྲོ། ད་དེ་འདྲས་དེ། འདི་ལ་སྐྱེས་པའི་ད་ས་གཞི་གཉིས་པ་དེ་སྐྱེས་པའི་རྒྱུ་དེ། དེ་ལ་ག་རེ་ཅིང་སྐྱེ་དགོས་ལབ་པ་ཡིན་ན། དེ་སྐྱེས་པའི་རྒྱུ་དེ་གཙོ་བོ་ནི་ཨ་ནི་ང་རང་ཚོ་དུས་རྒྱུན། ལུས་ངག་ཡིད་གསུམ་གྱི་སྤྱོད་པ། གནས་ཡིན་འདི་ན་ད་ལུས་ཀྱི་མི་དགེ་བ་གསུམ་ངག་གི་མི་དགེ་བ་བཞི། ད་ཡིད་ཀྱི་མི་དགེ་བ་གསུམ་ད་གཙོ་བོ་དེ་ད་དེ་ཚོ་གོ་ནས་མ་སྐྱེས་ཡོང་ངོ་རེད་དེ་དེ། ད་དེ་ཡིས་སྐྱེས་ཡོང་གི་རེད་དེ་ཡིན་ན་ཡང་ནི་ང་རང་ཚོ་ད་དེ་ལ་སྐྱེས་དགོས་ད་ལས་ལ་དགོས་ཆོག་པ་ན་ང་ཚོ་ལུས་ངག་ཡིད་གསུམ་གྱི་བྱ་བ་སྡུག་ཅག་རེད་རོ་མི་ལ་བརྣབ་སེམས་གནོད་སེམས་གཞན་སྲེད་ཡས་དང་གཏུབ་ཡས་དང་གཞན་མི་སྐྱིད་པ། གཞན་བདེ་བ་མི་འདོད་པ། དེ་འདྲི་གི་ཨ་ནི་ལས་དེ་གི་ཨ་ནི་ང་རང་ཚོ་ཤི་བ་དང་ད་དེ་གི་ཡ་ཐ་དང་མ་ཐ་གཉིས་ཡོད་པ་ཨོ་ད་མ་ཐ་སྐྱེ་རྒྱུ་ཆ་དོ་རེ་ཨོ་ད་དེ་སྐྱེ་བའི་རྒྱུ་བྱེད་དེ་ད་ཐ་མ་དེ་ད་དེ་ལས་གྲོལ་བའི་ཐབས། ད་དེ་ཡང་དཔེ་གལ་ཆེན་པོ་རེད་གང་ཞེ་ན། ང་ཚོ་འགྲོ་ས་གཉིས་དེ་ཞེད་སྣང་ཚ་བོ་ཞིག་འགྲོ་བ་རེད། ཕྱོགས་གཅིག་འགྲོ་ན་ནི་དཔེ་མི་ཚེ་སྐྱིད་པོ། ཕྱོགས་གཅིག་འགྲོ་ན་ནི་དཔེ་མི་ཚེ་སྡུག་པོ། ཨོ་དེ་ནི་ད་འགྲོ་ས་ད་སྡུག་པོ་ཕྱོགས་ལ་འགྲོ་བ་ཡིན་ན་དཔེ་ཉེན་ཁ་ཚ་བོ་རེད་བ། ད་ལྟ་བར་དུ་མི་ཚེ་སྐྱིད་པོ་ཅིག་དོན་དུ་དཀའ་ལས་བརྒྱབ་བརྒྱབ་ད་མཐར་ཐུག་འགྲོ་ས་དེ་གཉེར་བ་མ་གཏོགས་མེད་ན། ཨ་ནི་ང་ཚོ་མི་ཚོས་དོན་གོ་མ་བྱུང་བ་རེད་བ། ཨོ་དེ་ཡིན་དུས་ད་དེ་ལས་སྒྲོལ་བའི་ཐབས་དེ་ག་རེ་ལ་དགོས་ན་སོང། ད་ང་ཚོས་བདེན་པ་གཉིས་སྐོར་བཤད་པ་ཡིན་ན། འགོག་བདེན་དང་ལམ་བདེན་གཉིས་རེད།

ཁྱེད་སོ་སོ་དེ་གཏན་གཏན་སྐྱོབ་ཐུབ་ཐུབ་པས་ན་དེ་ལ་གྲོགས་ཡང་ཐུབ་ཀྱི་རེད། དེ་དེ་ཡིན་པའི་རྒྱུ་མཚན་ག་ཚོད་ན་དེ་དེ་གས་སོ་སོ་བཅོམ་ཐུབ་པ་ལག་ལག་ཆ་དེ་སོ་སོ་ལ་ཡོད། ད་དེ་ག་ཚོད་ན་གཙོ་བོ་གོག་བདེན་དང་རམ་བདེན་དེ་ལས་ཅིག་ལས་ལ་བ་ཞེས་པ་ཡིན་ན་ཡག་པོ་བྱས་ཏེ་ད་ཡག་པོ་ཅི་ལ་གཞན་ལ། དངོས་གནས་གཞན་སྲོག་མ་བཅད། རྫུན་མ་བཤད། སྟབས་ཟིན་མ་བྱེད་གནོད་ཟིན་མ་བྱེད་དང། ཁྱེད་རང་དཔེ་མི་བཟད་མི་བཟད་སྐྱིད་པོ་ཚེ་འདི་ལ་སྐྱིད་པོ་ཚེ་ཕྱི་མ་ལ་སྐྱིད་པོ། དཔེ་མི་བཟད་དེ་མི་ཚེ་དོན་མགོ་བྱུང་ཟེར་མི་ཚེ་རོ་དེ་འདྲས་ཅིག་ལབ་པ་རེད། དེའི་དུས་དེ་རེད་འགྲོ་བའི་ཐབས་དེ་ད་དེང་སང་ངས་ཅིག་དུས་དྲན་མཚོན་ཆ་ཟེར་ན་མི་ཐུག་ན་ནི། ད་རྩ་བ་གཉིས་ནས་མི་སྐྱེ་ཡང་རྩ་བ་གཉིས་ནས་སྐྱེ་བཅུག་མེད་བསམ་པ་ཡིན་ན་དེ་ད་ཚར་བཅད་པ་བྱེད་མཁན་ཟེར་ན་ད་གོག་དོན་ཐོབ་པར་བྱེད་པ་རེད། ད་དེ་ཚར་གཅོད་མ་ཐུབ་པ་ཡིན་ད་དེ་ལ་མི་སྐྱེ་བ་ཙམ་བྱེད་མཁན་ཟེར་བ་ཡིན་ན། ཨ་ནི། རྒྱུན་དུའང་ང་རང་ཚོ་ཀུན་སློང་ལུས་ངག་ཡིད་གསུམ་གྱི་བྱ་སྤྱོད་ཡག་པོ་བྱས་པ་ཡིན་ན་ཏན་ཏན་རང། བརྒྱ་ཆ་ནས་བརྒྱ། ཨ་ནི་གཉའ་ལ་མི་འགྱུར་བ་ཐག་བཅད་པ་རེད། འོ་དེ་ཡིན་ཙང་ཨ་ནི་ངས། ད་དེ་རིང་གཏམ་བཤད་སྦྱོང་བརྡར་གྱི་བརྗོད་གཞི་དེའི་ཐོག་ནས། ཡག་པོ་ཆགས་ཡོད་པ་ཡོད་ཨ་ནི་ཁྱོད་ང་ལ་ནོར་བ་དང་འཁྲུལ་བ་ལ་སོགས་ཞུས་པ་ཡིན་ན་བྱུང་བ་ཡིན་ན། ཨ་ནི་བཟོད་གསོལ་ཞུ་བདེན་དུ་བྱས། འོངས་པ་ལ་ད།